ནི། ཨ་རིའི་རྒྱལ་ཡོངས་ཕྱི་དྲིལ་ལྷན་ཚོགས་ཨ་ནེ་འགན་འཛིན་གྱི་ཚོགས་གཙོ་ཟེར་བ་ཨ་ནེ་ཁོང་བསྟན་འཛིན་རྡོ་རྗེ་ལགས་དང་ཨ་ནེའི་གྲོང་སྡེ་གི་སྤྱི་ཁྱབ་དང་ཨ་ནེ་གོང་ཞུ་སོར་བཙུད་པའི་ཨ་ནེ་ཐཱན་ཏེ་ལང་ལ་བཞུགས་པའི་རྣམ་པ་ལེན་གྱི་ཚང་མ་དགོས་ལ། དེ་རིང་དེ་ལ་ངོ་ནས་བཤད་ན་ན། མཛད་སྒོ་དང་འབྲེལ་གྱི་སྐབས་ལ་ང་འདྲ་བོ་ཅིག་ཡིན་པ་ཡིན་ན། ཨ་ནི་སྐད་ཆ་ཞུ་ཡ་དེ་ཞུ་མ་དགོས་ཡ་ནི་རྩོམ་དོན་འདྲ་བོ་ཅིག་བྱེད་ཀྱི་ཡོད་དེ་ད་དེ་རིང་ང་ཚོ་ཆོ་ག་ཕྱག་ལེན་ལྟ་བུ་ཅིག་གི་སྒང་ནས་སྐད་ཆ་ཕྲན་བུ་ཅིག་ཞུ་དགོས་ཡ་དགོས་ཨ་ནི་གནས་སྟངས་འདྲ་བོ་ཅིག་ཆགས་ཡོད་པ་རེད། དེ་འདྲའི་འདི་རིགས་ནི་ད་ཐོག་མ་དེ་ལ་རྣམ་པ་ཚོས་མཁྱེན་གསལ་ནང་བཞིན་བྱས་ནས་ཨ་ནི་ད་ཉེ་བའི་ཆ་ལ

ཅི་ནུས་གང་ས་སྐྱབས་མགོན་ཆེན་པོ་མཆོག་སྤྱིར་ཨ་ནེ་སེམས་ཅན་ཐམས་ཅད་དང་གེགས་སུ་ཨ་ནེ་འཛམ་བུའི་འཛམ་བུ་གླེང་བ་དེའི་ནང་ནས་ཀྱང་ང་རང་ཚོ་བོད་གངས་ཅན་པ་རྣམས་ཀྱི་ཆེད་དུ་ཨ་ནེ་དངོས་གནས་དྲངས་ནས་དགུང་ལོ་དྲིའུ་དགའ་རོགས་གཅིག་ལ་ཕེབས་ཡོག་རེད་པས་ད་དུང་ཡིན་པ་ཡིན་ན་ཡང་ཐུགས་ཁུར་བསྐྱེད་ནས་ཨ་ནེ་དགུང་ལོ་བརྒྱ་དང་སུམ་ཅུ་ལྷག་ཙམ་བཞུགས་ཡག་དགོས་ཨ་ནེ་ཞལ་བཞི་ཐབས་རེ་པའི་རྒྱན་འཐེན་ནས་གནང་གི་ཡོད་པ་འདི་ཨ་ནེ་བཀའ་དྲིན་རྗེས་དྲན་དང་འབྲེལ་བའི་ཐོག་ནས་ཨ་ནེ་གོང་གི་བོད་པའི་དགའ་ལྡན་ཕོ་བྲང་ཡིག་ཚང་གི། ཀྲུང་ཧྥེར་གྲོང་ཁོའི་རྣམ་པ་ལྷན་སྐྱེས་ཀྱི་ཐོག་ནས་ཀྱང་ཞབས་ཕྱི་བེད་སྤེལ་ལ་ངོ་གནས་དྲངས་ནས་ད་ཚགས་ཚེད་པོ་གནང་གི་ཡོད་པའི་རྣམ་པ་ཅིག་མཇལ་ཡ་འདུག་དེ་འདྲའི་ཡིན་ཙང་དེ་རིང་གི་སྐོར་ཐུགས་འདོད་ཡིན་ནི། ཞབས་ཕྱིར་བ་རྣམ་པ་ཚང་མ་ལོག་ལ་ཐུགས་རྗེ་བཀའ་དྲིན་བླ་མེད་དུ་ཆེ་ཟེར་བའི་དང་པོ་དེ་དེ་ཞུ་བ་ཡིན། དེ་ནས་ད་ང་རང་ཚོས་ད་སྐད་ཆ་མང་པོ་མ་གོ་བ་བྱས་ནས་ད་ནི་ཆོས་ཀུན་ས་སྐྱབས་མགོན་ཆེན་པོ་མཆོག་དེ།

ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་མི་རིགས་ཀྱི་ངོ་ནས་བགྲང་ནས་བླ་སྲོག་ཡིན་པ་དེ་ནི་རྟག་ཏུ་ཡིད་ཅང་ཆེས་དགོས་ཡ་དེ་ལྟར་ཞུ་ཅིག་ད་སྐད་ཆེན་པོ་ཆགས་པས་ཤ་ར་ཙམ་ཟུང་འགྲོ་བ་ཅི་སྟེ་དྲན་གྱི་འདུག་ད་ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་མི་རིགས་དང་བོད་རྒྱལ་ཁབ་ལབ་ན་ཡིན་འདྲ་བོད་མི་རིགས་ཀྱི་བླ་སྲོག་ད་ཡིན་ཕྱི་གི་སྒང་དུ་ཞེས་པ་ཡིན་ན་ང་ཚོ་རྣམ་ཤེས་དེ་ལ་གསོལ་ཟེར་ནས་ལབ་གི་འདུག་བ་དེ་ག་འདྲ་ཟིག་ཆགས་ཡོད་རེད་ཟེར་ནས་ལབ་ཡོང་ན།

ཨ་ནེ་འཛམ་བུ་གླིང་གི་མང་ཚོགས་ཀྱི་ཞེན་པ་འོས་སྤྱི་ཚོགས་ནང་ལ་ལྟ་བ་ཡིན་ན་ཧ་ཅང་དཀའ་ལས་ཁག་པོ་རེད་འདི་འདྲ་ཅིག་ཡོང་ཐུབ་གི་མ་རེད། མང་ཚོགས་ཀྱི་ལམ་ལུགས་ཀྱི་ནང་ལ་ཨེ་མཐུན་བྱས་ནས་ལངས་པའི་མགོ་ཁྲིད་དེ་ཚོ་ཡིན་པ་ཡིན་ན་ཡང་ཨ་ནེ་མི་མང་གི་རྒྱ་ཆ་གི་ཚད་མཐོ་བོ་ཐོག་ནས་བློར་མྱངས་དྲང་སེམས་ཟིན་ན་ཡིན་འདྲ་ཡི་ཆོས་གླིང་གི་བྱེད་ཡག་དེ་ཚད་གཞི་དེ་ཧ་ཅང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་དང་བསྡུར་ཐུབ་མེད་པ་ཞིག་རེད། གནས་སྟངས་དེའི་ཐོག་ནས་བྱས་པ་ཡིན་ན་ང་རང་ཚོའི་བོད་མི་མང་གི་མཆོང་རབ་ཀྱི་ལོ་རྒྱུས་ཀྱི་ཐང་ནས་བོད་མི་མང་གི་བསམ་གཏན་གྱི་ཐོག་ནས་ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་ངོ་ནས་དྲངས་ནས་ལོ་བརྒྱ་གྲངས་མང་པོ་ང་རང་ཚོའི་ལོ་རྒྱུས་ཀྱི་ནང་ནས་བརྒྱུད་ལ་ཡོང་བའི་ཐོག་ནས་ཨ་ནེ་ང་ཚོའི་ཡེ་ཤུའི་གླིང་གའི་སྐྱེས་ས་ཅིག། ཆ་དེ་ཡོད་པ་གི་གནས་སྟངས་དེ་དེ་འདྲའི་ཞིག་བཟོ་ཡ་ལ་ལོ་སྟོང་ཕྲག་ཁ་ཤས་ཤིག་མ་འགྲོ་ན་དེ་འདྲའི་ཞིག་ག་ལས་ཁག་པོ་ཡིན་ཙང་གཞུང་རབས་དང་མི་མང་གི་མངོན་འདོད་ཀྱི་ཐོག་ནས་བཤད་པ་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་ནི་ང་ཚོ་བླ་སྲོག་ཅིག་ཆགས་བསྡད་ཡོད་རེད། ཨ་ནི་གཉིས་པ་དེ་ལ ྋགོ་ཁྲིད་ཅིག་ལ་ཡ་ར་བསྟོད་པ་ཆེན་པོ་བྱས་བསྡད་ན་འགྲིག་གི་ཡོད་མ་རེད། ྋགོ་ཁྲིད་ཅིག་ཡིན་པ་ཡིན་ན་སོ་སོའི་སྒང་ལ་ཡང་ཁྱད་ཆོས་ཅིག་དགོས་ཀྱི་ཡོད་རེད། དེ་རིང་སང་ཉིན་གྱི་འཛམ་བུ་གླིང་གི་འཕུར་ཁྲལ་གཞན་དང་གཞན་མང་པོ་ཅིག་ལ་བསྡུར་བ་ཡིན་ན་ཡང་བྱེད་ཤུགས་པ་ནི་སེ་ད་ཕར་བཞག་ཤོག། འཛམ་བུ་གླིང་གི་དེ་རིང་སང་ཉིན་ཞི་བུ་ཤེས་བསྡད་ཡག་གི་མང་གཙོ་དང་ཆུང་ལུགས་ཟེར་ཡག་དང་དེ་ཚོ་གི་གནས་ཚིག་གི་ཐོག་ལ་ཞི་བ་ཡིན་པ་ཡིན་ན་ཡང་གོང་ས་སྐྱབས་མགོན་ཆེན་པོ་གི་ཁྲལ་ཕུག་རྒྱང་སྲིང་དུ་བཟོས་པའི་འོ་ཁྲིད་གི་འཇོན་ནུས་ལ་དེ་རིང་སང་ཉིན་འཛམ་བུ་གླིང་འདིའི་སྒང་ན་རྒྱ་ཁབ་ཆེ་རི་ཆེ་ཚིག་གི་འོ་ཁྲིད་ཡིན་ཟེར་གི་ཡོད་པ་ཡིན་ན་ཡང་འདྲ།

རང་བཞིན་མེད་ལ། ང་ཚོའི་སྤྱི་ཚོགས་ནང་ནས་ཡིན་པ་ཡིན་ན་ཡང་བསམ་བློ་མཐུན་མ་ཐེངས་དང། ལངས་ཕྱོགས་ཐེངས་མ་ཐེངས་དང། གནས་ཚད་མང་པོ་ག་འདྲི་ཞིག་ཡོད་པ་ཡིན་ན་ཡང་སྐྱ་བོ་དང་སེར་མོ་དང་ག་འདྲི་ཞིག་ག་དེ་ཡིན་པ་ཡིན་ན་ཡང་གོང་ས་སྐྱབས་མགོན་ཆེན་པོའི་རླབས་ཆེན་གྱི་དབུ་ཁྲིད་དང་སྣང་ལུགས་གནང་སྟངས་སོགས་ཞིག་ལྟ་ཡོང་པ་ཡིན་ན། སུ་ཡིན་པ་ཡིན་ན་ཡང་གིག་གིག་ཤིམ་ཤིམ་བྱས་ནས་གྲོངས་ནས་གྱི་བའི་མི་འདི་ནི་རང་བདེ། ང་རང་ཚོའི་སྤྱི་ཚོགས་ནང་ནས་ཕྱི་རྒྱལ་ཁབ་ཁག་དབུ་ཁྲིད་བླ་ཆེན་རྣམ་པས་གསོན་པའི་ཕྱི་རྒྱལ་ཁབ་ཁག་བསྟན་པ་བགྱི་བ་ཡིན་ན་ཡང་འདྲ། སྐྱ་བོ་གི་ཕྱོགས་ནས་ང་རང་ཚོའི་སྤྱི་ཚོགས་བདེ་དོན་གྱི་ཕྱོགས་ནས་ཁྱིམ་ཚང་གཅིག་གི་ཚོགས་ཁེ་ནུས་མེད་ཀྱི་ཐོག་ལ་ཡིན་པ་ཡིན་ན་ཡང་འདྲ་གོང་ས་སྐྱབས་མགོན་ཆེན་པོའི་བྱིན་རླབས་དང་གཟི་བྱིན་མེད་པ་ཅིག་ལ་ཧ་ལམ་ང་རང་ཚོ་དང་འཚོ་ཐུབ་ཡོད་མ་རེད་ལབ་ན་དེ་བརྒྱ་ཆ་བརྒྱ་ཐམ་པ་འགྲིག་གི་རེད་ཁོང་དེ་འདྲའི་གི་ཐོག་ནས་བཤད་ཡོང་ནས་གོང་ས་སྐྱབས་མགོན་ཆེན་པོའི་དབུ་ཁྲིད་གི་རླབས་ཆེན་གི་དབུ་ཁྲིད་དེ་ལ་བརྟེན་ནས་ང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་བོད་མི་རིགས་ལ་ལ་སོགས་ཡིན་པ་དེ་ང་ཚོ་དེ་སྒང་ནས་ཤེས་ཐུབ་ཀྱི་རེད། ད་དོན་ཚན་གསུམ་པ་ཞིག་ལ་ག་རེ་ཡོད་རེད་ལབ་པ་ཡིན་ན་རྒྱ་ནག་གཞུང་གིས་བོད་མི་རིགས་འདི་ནག་བསུབ་གཏང་གི་ཡོད་རེད། བོད་མི་ཚང་མ་ལོ་རྒྱ་མི་ལ་བསྒྱུར་གྱི་ཡོད་རེད། བོད་ཁའི་བཤེས་གཉེན་གྱིས་ཁོ་རང་ཚོ་དགོ་གི་ཡོད་མ་རེད། ལག་པར་དུ་གོ་ས་ག་རེ་ཧ་གོ་ཡོད་རེད་ལབ་ན་བོད་ཀྱི་ལ་ས་ཐོག་འཛིན་གྲྭ་ཡང་མི་འདུག་བོད་ཀྱི་བལ་ཏེ་སྟོང་ཕྲག་ཡོད་ལ་མེད་ལ་དེ་བོད་ཀྱི་ནང་དོན་རིག་པ་ཡིན་པ་དེ་གསལ་བོ་ཤེས་ཀྱི་ཡོད་རེད། གསལ་བོ་ཤེས་ཀྱི་ཡོད་ཙང། དེ་ཕྱིས་ཀྱི་སྡེ་ཡིན་ན་ཡང་འདྲ། མི་སྐྱ་ཀྱི་སྡེ་ཡིན་ན་ཡང་འདྲ། དེ་ཚོ་དངོས་གནས་དྲངས་ནས་རླབས་ཆེན་གྱི་གང་ཟག་ཞིག་ལ་མ་བརྟེན་ཐབས་མེད་དང་རླབས་ཆེན་གྱི་གང་ཟག་ཞིག་གི་མཚན་གནས་རྗེས་འབྲེལ་གྱི་ཐོག་ནས་སྒྲིག་འཛུགས་ཞིག་གི་སྒང་ནས་མ་འགྲོ་ཐབས་མེད་ཡིན་པ་དེ་དེ་རང་སང་ཉིན་ང་ཚོ་ཕྱིས་ཀྱི་སྒྲིག་འཛིན་ཁག་ལ་ལྟོས་བ་ཡིན་ན་ཡང་ཁོ་རང་ཚོ་དེ་རང་སང་ཉིན་གྱི་ཕྱི་ཐོག་ནང་བཞིན་དུ་སུ་བློས་བཞག་པ་ཡིན་པ་ཡིན་ན་གནས་སྟངས་ག་འདྲའི་ཆགས་ཀྱི་ཡོད་མེད་དེ་ང་ཚོས་མཐོང་གསལ་རེད་བ། དེའི་ཆ་ནས་ད་གོང་གསལ་རྒྱ་ནག་གཞུང་གིས་བོད་དེ་མེད་པ་བཟོ་དགོས་ན། ཨ་ནེ་རྒྱལ་བ་རིན་པོ་ཆེ་ཟེར་ཉིན་དེ་ཨ་ནེ་ཁོ་རང་ཚའི་བསྡུར་ས་དེ་རྒྱལ་བ་རིན་པོ་ཆེ་ཡིན་པ་དང་རྒྱལ་བ་རིན་པོ་ཆེ་གི་མཚན་མཐོང་བཟོད་བཞིན་དང་ཨ་ནེ་རྒྱལ་བ་རིན་པོ་ཆེ་ཟེར་ཉིན་ཅིག་ཨ་ནེ་བོད་ལ་མེད་པ་ཡིན་ན་བོད་མི་རིགས་ཟེར་ཡ་དེ་ལས་ལྷག་རུ་བྱས་ནས་ཨ་ནེ་ག་རེ་ཟེར་དགོས་རེད་ད། མེད་པ་བཟོ་ཐུབ་ཡག་ཞིག་ཁོ་ཚེ་འདི་བྱེད་གི་ཡོད་དེ། རྒྱ་ནག་གཞུང་གི་བཀའ་བསྡུས་ཡིན་པ་ཡིན་ནའི་བོད་ཀྱི་སྲོག་ལ་རྒོལ་གི་ཡོད་རེད་བོད་ཀྱི་སྲོག་ལ་འཇིགས་གི་ཡོད་རེད་དེའི་ཆ་ནས་ཀྱང་ང་རང་ཚོ་ཁ་བསྡུས་ཀྱི་ཕྱོགས་ནས་ལྟེ་བ་ཡིན་པ་ཡིན་ན་ཡང་ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནེ་ང་ཚོའི་བླ་སྲོག་ཡིན་པ་དེ་རྒྱུ་མཚན་ངའི་ད་ལྟ་འདི་ནས་རོབ་བྱུང་གི་རྒྱུ་མཚན་གསུམ་ཞིག་ཡོད་དེའི་ཐོག་ནས་ང་ཚོའི་བླ་སྲོག་ཡིན་པ་དེ་གསལ་བོ་ཅིག་ར་འཕྲོད་པའི་ཐོག་ནས། ཨ་ནི་ང་རང་ཚོས་མ་འོངས་པར་ལས་ཀ་བྱེད་སྟངས་ག་རེའི་ཐོག་ལ་ཡིན་པ་ཡིན་ན་ཡང་ཨ་ནི་དབུ་མའི་ལམ་གྱི་ཐོག་ནས་རང་སྲེག་རང་སྐྱོང་བྱེད་ཀྱི་ཡོད་ན་ཡང་འདྲ། རང་བཙན་གྱི་ཐབས་ལམ་གྱི་ཐོག་ནས་བོད་རྒྱལ་ཁབ་ཀྱི་དམིགས་ཡུལ་འཛིན་ངེས་ཡིན་ན་ཡང་འདྲ། ཆེ་མཐོང་རིག་གཞུང་གྱི་ཐོག་ནས་ཞབས་འདེགས་སྒྲུབ་ངེས་ཡིན་པ་ཡིན་ན་ཡང་འདྲ། གོང་ས་སྐྱབས་མགོན་ཆེན་པོའི་དགོངས་བཞེད་ཀྱི་ཞག་རྩི་དེ་རྩ་བ་ལ་མ་བཞག་པ་ཡིན་ན། ཏག་ཨ་ནི་རང་ལུས་མེ་སྲེག་ཐང་མ་བརྒྱ་བཏང་པ་ཡིན་ནའི་ཧང་སང་ཡོད་མ་རེད་ལ། ཨ་ནི་དབུ་མའི་ལམ་གྱི་ཐོག་ནས་རང་སྐྱོང་སང་ཉིན་འཁེལ་ཡོང་པ་ཡིན་ནའི

དངོས་གནས་དྲང་ནས་བོད་ཀྱི་བཙན་པོའི་སྐབས་ནས་བཟུང་སྟེ་ང་རང་ཚོ་ཡིད་ཀྱི་ཡོད་པའི་སྐབས་ནས་བཟུང་སྟེ་ཕྱི་རྒྱལ་ཁྲི་སྲོང་ལྡེ་བཙན་མཁན་སློབ་ཆེ་གསུམ་ལ་སོགས་པ་སྐབས་ནས་བཟུང་སྟེ་ད་ལྟ་བར་དུ་ཡོངས་སྐྱོང་བྱེད་ཀྱིན་པ་སོགས་ཙམ་སྤྱན་རས་གཟིགས་དང་བོད་མི་མང་གི་བར་ཟིང་ན་ཡང་འདྲ། བོད་མི་མང་དང་རྒྱལ་བ་རིན་པོ་ཆེ་གི་བར་དབུ་འབྱེད་ཐུབ་མེད་པའི་ཨ་ནེ། འབྲེལ་བ་ཟིང་ན་ཡང་འདྲ། ང་རང་ཚོ་རྒྱལ་བ་རིན་པོ་ཆེ།

ཆུ་མང་པོ་ཅི་ཞིག་མེད་ན་མང་ཚུགས་འཕེལ་རིམ་དེ་ང་རང་ཚོ་ཚ་མོ་མ་གི་སྐྱོར་དེ་ཡོད། ད་ཡིན་ནའི་ད་ལྟ་གི་འདི་ལ་བིལ་བཙུམས་སི་ག་རི་ཞུ་ཡ་ཡིན་ལགས་ན་ང་ཚོ་མང་ཚུགས་འཕེལ་རིམ་གི་ནང་ལ་ང་ཚོ་སྤྱི་ཚོགས་གི་ནང་ལ་སྐྱ་སེར་གཉིས་ཀྱི་སྡེ་ན་ཁེ་བའི་སྡེ་ན་ཡིན་ན་ཡིན་འདྲ་རྩོམ་པ་པོ་སྡེ་ལ་ཡིན་ན་ཡིན་འདྲ་ཆབ་སྲིད་པའི་སྡེ་ལ་ཡིན་ན་ཡིན་འདྲ་བླང་རྒྱུ་མེད་པའི་གནས་ཚད་གཅིག་གཉིས་ཅིག་ཡོད། དེ་ནི་ཚིག་གཅིག་གཉིས་ཅིག་གི་ནང་ལ་ཞུ་ཡ་ཡིན་དེ་ག་རེ་རེད་ལབ་པ་ཡིན་ན།

ད་རྒྱ་བ་རིན་པོ་ཆེ་བསད་དེ་ཕེབས་དགོས་ཡ་གོ་རང་ཁི་གོང་མ་གི་མཛད་པ་ཕྲིན་ལས་སྐྱོང་མཁན་ཡིན་ཙང་རྒྱ་བ་ཁོང་ཚོ་ཇུས་བཞི་པ་གི་ཐོག་ནས་ཨ་ནེ་བོད་ན་གཞིས་དུས་ནས་བཟུང་སྟེ་ཨ་ནེ་ང་ཚོ་བོད་འདི་རྩ་ཁྲིམས་ཅན་གི་ཨ་ནེ་ཡིན་ཕྱི་མི་ཆིང་རྒྱལ་ཁབ་ཀྱི་བཟོ་དགོས་གི་འདུག་ནམ་རྒྱུན་ང་ཚོ་ཤེས་ཡ་དེ་ཁྱོད་ཤི་བ་ལྷན་ཁང་དང་ལག་ཆས་ཤི་སོང་ཟེར་དེ་འདྲ་བཤད་གོ་རེ་ད་དེ་ལྟ་ཡན་ལག་ཅིག་རེད་རྒྱ་བ་རིན་པོ་ཆེ་བོད་ན་གཞིས་དུས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལ། རྒྱལ་སྲིད་ཕྱི་སྲིད་ཀྱི་མཐུན་རྐྱེན་མ་ཤེས་པའི་སྔོན་ནས་བཟུང་སྟེ་གསལ་སྒྲོང་གནང་པ་ལྷན་གྱིས་དང་སུ་གི་མཉམ་དུ་ག་རེ་གང་གི་གནང་གི་ཡོད་རེད་ལབ་པ་ཡིན་ན་བོད་ལ་སྒྲོམ་གཞི་དེ་དམངས་གཙོ་ཁྲིམས་མི་གྱི་དབང་སྒྱུར་ཅན་གྱི་ཡིན་གཤིས་མིན་གྱི་སྒྲོམ་གཞི་ཞིག་གོ་གི་འདུག་དེའི་ཡན་ལག་གི་ནང་དོག་ལ་ད་འཆར་གཞི་མང་པོ་ཡོད་རེད་ཡིན་ན་ཡང་ད་རྒྱ་ནག་གཞུང་གི་ལམ་ལྷོང་ཁྱོན་ནས་བཏང་ཡོད་མ་རེད་དེ་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་དགུ་ལ་རྒྱ་གར་ལ་འབྱོར་ར་དང་མཉམ་དུ་སྐྱབས་མགོན་རིན་པོ་ཆེ་ག་རེ་བྱས་རེད་ཟེར་ན། རྩ་ཁྲིམས་ལྷན་ཚོགས་བཙུགས་ཤར་དང་རྩ་ཁྲིམས་བཟོ་ཉན་གྱི་ལྷན་ཚོགས་བཙུགས་དམངས་གཙོ་གི་སྒང་ལ་ཁྲིམས་འགལ་དབང་སྒྱུར་གྱི་སྒང་ལ་ལམ་སྟོན་བྱེད་ཡོང་དུས་རྒྱ་བལ་མི་ཆེན་དགུང་ལོ་ཉི་ཤུ་རྩ་བཞི་རྩ་ལྔ་དེས་དང་དུས་ཀྱི Political Scientist ཟེར་ཡ་དང་ཁྲིམས་ལུགས་ཟེར་ཡ་དང་དེ་འདྲ་གཅིག་ལ་མ་འཇོག་ཉིན་ཞིག་གི་དེ་དུས་ནས་རྩ་ཁྲིམས་དེ་འདྲས་ཅིག་བཟོ་ཐུབ་ཡ་དང་དགོངས་པ་རྣམས་ལ་དེ་འདྲས་ཤིག་འཁོར་ཡ་དང་དམངས་གཙོ་གི་ལྟ་གྲུབ་དེ་རང་ཆས་སུ་ཡོད་པ་གི་གནད་དེ ྋགོང་ས་སྐྱབས་མགོན་ཆེན་པོ་མཛད་འདམ་གི་ནང་ལ་ཡིན་པ་ཡིན་ན་ཡང། ཨ་ནི་དེའི་ཐོག་ལ་གསལ་བོ་བྱེད་ཐུབ་མཁན་ད་ལྟ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡིན་ན་ཡིན་འདྲ། རྒྱལ་སྤྱིའི་སྤྱི་ཚོགས་ནང་ལ་ཡིན་ན་ཡིན་འདྲ་དེ་ལ་དངོས་གནས་དྲང་བདེན་ཡོད་ཞིབ་འབྲི་བྱེད་ཡ་ཞིག་ཡོད་རེད། དངོས་གནས་ཧང་སང་དགོས་ཡ་ཞིག་ཡོད་རེད་གོང་ས་སྐྱབས་ཀུན་ཆེན་པོ་དེ་དུས་ང་ཚོ་དམངས་གཙོ་གི་རྩ་ཁྲིམས་ཁོ་ར་ཁ་ཤས་ཤིག་བཟོས་བཞག་ཡོད་རེད། དེ་བྱས་དུས་བོད་ནས་ཡོང་མ་ཐག་པ་ཅིག་སྔོན་ལ་དེ་འདྲའི་འཇང་རྒྱས་མ་བྱུང་བ་ཅིག་གི་དེ་འདྲའི་ཅིག་ཨ་ནི་ག་འདྲི་བྱས་ནས་དགོངས་པ་ཁོ་རེད་ན་ཟེར་ཡ་ཞིག་ད་དེ་དངོས་གནས་ངོ་མཚར་ངེས་ཤོང་ཟེར་ཡ་ཞིག་ཡོད་རེད་བ་ཨོ་དེ་བྱས་དུས་ད།

བཙོན་ཁང་ནང་གི་གནས་སྟངས་དེ་ཉིན་མ་རེ་རེ་ལ་ང་ཚོས་དྲན་དགོས་ཡ་དང་ཨ་ནེ་རང་ལུས་མེར་ཚང་གནང་མཁན་གཙོས་པའི་ད་བོད་མི་རིགས་ཀྱི་ཆེད་དུ་དངོས་གནས་དྲང་ནས་རང་སྲོག་བཏང་མཁན་གྱི་ནང་མི་འབུམ་འབུམ་ཕྲག་གཉིས་ཤིག་མཆོངས་ཡོད་པ་རེད་དེ་ཚོ་ཚང་མ་གི་ཨ་ནེ་ང་ཚོས་ཞལ་ཆེམས་གཟིགས་ན་ཡང་འདྲ་ཨ་ནེ་ཁོ་རང་ཚོ་ཚང་མ་གི་རྩ་དོན་དེ་ག་རེ་རེད་ལབ་པ་ཡིན་ན་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་དགོངས་བཞེད་དང་དེ་ཚོ་ག་རེ་རེད་ལབ་པ་ཡིན་ན་ད་ང་ཚོ་ཞི་རྒྱལ་ཁབ་ལ་ཡོད་པ་དེ་སྐབས་སུ་བབ་པ་དེ་ང་ཚོས་བསྒྲུབ་ཐུབ་ཡ་དེ། ད་ནི་དངོས་གནས་དྲང་ནས་ང་ཚོའི་བོད་སྐད་ཀྱི་སྒང་ལ་ཤུལ་རྒྱག་དགོས་པ་རེད། སོ་སོའི་ཁྱིམ་ཚང་དེ་ལ་ཆེ་དང་ལྡན་པའི་ཁྱིམ་ཚང་ཅིག་དང། ད་ནི་བོད་མིའི་གཤག་རྩི་དང་ལྡན་པའི་ཁྱིམ་ཚང་ཅིག་བཟོ་ཡ་ལས་ཕ་མ་མི་རེ་ངོ་རེ་དང་བུ་ཕྲུག་དང་སྤུན་རྒྱ་དང་ཚང་མ་ལ་རག་ལས་ཡོད། དཔེར་ན་ཆང་བཞིན་ན་དེ་རིང་གི་མཛད་སྒོ་འདི་འདྲ་བོ་ཅིག་ཚོགས་པའི་སྐབས་ལ་ཡིན་པ་ཡིན་ན་ཡང་སོ་སོའི་བོད་སྐད་དེ་གཙོ་བོ་སྐྱོན་དགོས་རེད། ད་ནི་མཉམ་དུ་མཉམ་དུ་རིང་ཞིག་སྐྱོན་དགོས་རེད། དེ་འདྲའི་སྐབས་ཀྱི་ལྷ་བུ་དང་རྩ་བ་དང་ཡལ་ག་དང་རྣམ་དབྱེ་དེ་རབ་ཏུ་ཕྱེ་བ་རྣམ་པར་ཤེས་པའི་ཐོག་ནས་ད་ནི་ང་ཚོ་རྩ་དོན་གྱི་ཐོག་ལ་འགྲོ་དགོས་ཡ་དེ་ལྷག་པར་དུ་ཕྱི་རྒྱལ་གང་དག་ཡོད་ཉིན་དེ་ཚོ་གི་ད་ལྟ་བོད་ནང་གི་གནས་སྟངས་ལ་ཕྱི་ད་ལྟ་མཁྱེན་གྱི་རེད་ལྷག་པར་དུ་ཕྱི་ཟླ་བདུན་པའི་ཚེས་བ་བཅུ་ལ་རྒྱ་ནག་གི་མི་རིགས་ཁྲིམས་མཐུན་འབྲེལ་ནི་ཡར་སྐུལ་གྱི་སྐུལ་སྤེལ་ཁྲིམས་ཡིག་ཟེར་ཡ་དེ་ནང་ལོགས་ལ་ཡིན་པ་ཡིན་ན།

མཚོན་རྟགས་ཐ་ན་ཅོག་ཙེའི་སྒང་ལ་ཡོད་པའི་རི་མོ་ཅིག་ཡིན་ན་ཡང་འདྲ། རྒྱ་སྒོ་དང་སྒེའུ་ཁུང་གི་ཐོག་ལ་ཡོད་པའི་སྤོབས་པ་གི་རྟགས་ཅིག་ཡིན་ན་ཡང་འདྲ། ཞི་བ་ཅིག་གྱོན་སྟངས་ཡིན་པ་ཡིན་ན་ཡང་འདྲ། རྒྱ་ནག་གི་ཐབས་ཤེས་མང་པོའི་ཐོག་ནས་ད་ང་ཚོ་ཡོངས་རྫོགས། ཡོངས་རྫོགས་རྦད་དེ་མིན་ཁོ་རང་གི་ཤ་ཁྲག། ཐ་ན་ཁོ་རང་ཚོའི་ཁྲིམས་ཡིག་འདིའི་ནང་ལ་ངས་ཁར་སང་ཉི་མ་ཁ་ཤས་ལ་དེ་ལ་སློབ་སྦྱོང་བྱས་བ་ཡིན་འདི་ནང་ལ་ག་རེ་འདུག་ལབ་ན་ཧ་ཅང་གི་ཀི་ཡང་པོ་སྟེ། མི་རིགས་གཞན་པ་གི་མཉམ་དུ་ཆང་ས་རྒྱབ་ཆོག་པ་དེ་ཧ་ཅང་གི་ཀི་ཡང་པོ་རེད།

ཨ་ནེ་སོ་སོ་གི་ལྟོ་གོས་ཤིག་འབྲུ་དུས། ཨ་ནེ། ཨ་ནེ། བོད་ཀྱི་རྩ་དོན་བརྗེད་ན་འགྲིག་གི་མ་རེད། བོད་ཀྱི་རྩ་དོན་དེ་ཡང། ཁ་ནས་གཅིག་པུ་འགྲིག་གི་མ་རེད། ལག་ལེན་རང་ལ་བསྟར་དགོས་གི་རེད། དེ་བྱུས་དུས་ད་དེ་རིང་ནས་བཟུང་སྟེ་ང་ཚོས་དམ་བཅའ་གསར་པ་གཅིག་སོ་སོ་གི་ཁྱིམ་ཚང་གི་སྒོ་དེ་ཕྱེས་ནས་ནང་ཡོང་བར་ཚགས་ཚགས་དེ་རིང་ནས་བཟུང་དེ་ནི་བོད་ཁྱིམ་གྱི་སྟེང་དང། བོད་ཁུལ་དུ་སུ་ལ་ཡིན་ན་ཡང་དངོས་གནས་དྲང་གནས་ཡོད། དེ་ནི། ང་ཚོ་ཆུ་བར་གཅིག་ལོ་རེ་རེ་གི་ནང་ལ་ད་དཔེ་དེ་རྒྱ་ཨ་མི་རི་ཀ་ལ་བརྟན་པོ་ཆགས་བསྡད་ཡིན་དུས་སུ་ལོ་རེ་རེ་རེ་རེ་ལ་རྒྱ་གར་དུ་བ་ལ་ཟླ་བ་གསུམ་ཟླ་བ་དྲུག་ཨ་དེ་འདྲའི་བར་ར་སྐྱེལ་ཐུབ་ཀྱི་འདུག་མི་འདུག་ལ་སོགས་པ་འགའ་ད་ཐབས་ཤེས་ཡོད་པའི་རྩལ་སྤྲུགས་བྱས་ནས་སོ་སོ་ཤི་ཁ་ལ་མོ་དེ་ལ། སོ་སོ་སོ་སོ་ལ་ལག་བསྟར་ཡ་ཅིག་དང་རྒྱ་བ་རིན་པོ་ཆེ་ལ་ལག་བསྟར་ཡ་ཅིག་བོད་མི་རིགས་ལ་ལག་བསྟར་ཡ་ཅིག་ང་ཚོས་བྱེད་དགོས་ཡ་དེ་དང་ཧ་ཅང་གི་གལ་ཆེན་པོ་རེད་དེ་བཞིན་དུ་ང་ཚོ་ཞེ་སྡང་ས་གནས་ཆུང་ཆུང་ང་ཚོས་ནང་ཁུལ་གྱི་མཐུན་འབྲེལ་ཡག་པོ་ཨ་ནི་ང་ཚོ་ཚ་རྒྱར་པོ་ཨ་ནི་དངོས་གནས་ཡག་པོ་རེད་དེ་ཡིན་ན་ཡང་ད་དུང་ང་ཚོས་བོད་སྐད་ཡིག་སྐྱོན་ཡ་དང་ཨ་ནི་འདི་འདྲའི་ཐོག་ལ་ཚང་མས་ཐུགས་སྣང་གནང་དགོས་ཀྱི་འདུག་ཟེར་ནས་ཨོ་དེ་ཆུ་བཤད་ཡ་བྱས་ཨ་ནི་ད་དར་དུམ་དེ་ལ་ད་དེ་ནི་ང་རང་ཚོ་འདས་འཛོམས་དགོས་ཡ་ཁོ་རང་ང་རང་ཚོའི།